གནད་དོན་གཉིས་པ་འདི་ཚོང་ཞིག་ཡོང་ན་བསམ་ས་ཉུང་རུ་བ་དང་ཚོང་ལ་རྟ་རྣག་མང་པོ་ཡོད་རུ་བ་ག་ཤེད་ཁང་པ་འགྲོ་བཞིན་ཡོད་ན་ཀི་རྭའི་དང་ཤ་ཡའི་དང་ས་འགྲོ་བཞིན་ཡང་ཁང་པ་འགྲོ་བཞིན་ཡང། གོ་དུས་ཚོད་ཏིས་ཅིག་གུག་ནས་ཡང་སྐེབས་སང་འགྲོ་བཞིན་དོན་པ་ཡིན་ན་ཞུགས་པོ་ལ་བཙོང་དགོས་སམ་གང་ལྟར་འདི་ཚོང་གི་གནད་དོན་ཅིག་རུ་བ། ད་སོ་སོ་སྒེར་གྱི་ཁང་པ་ཉོ་གི་ཡོད་པ་ཡིན་ན་འདི་ལ་ཡང་ཞུགས་ཞུགས་རྩིས་རྒྱག་ཡ་ཡོད་མ་རུ་བ་པེ་ཤག་ཐོ་ནི་ཚེ། གང་ལྟར། གང་གུག་གི་ཡོད་ན་གོ་རུ་བ་ནི་རུ་བ་ས་ཆ་ཁྱེད་རང་གི།

འདི་དག་ནི་བརྒྱ་ཆ་བདུན་ལས་ཁྱད་པར་མེད་ན་བརྒྱ་ཆ་བདུན་མར་དང་བརྒྱ་ཆ་ཚ་བདུན་ཚ་བདུན་ལན་ག་ལ་ཡོད་རེད། ཁྱེད་རང་ཨེབ་ཀྲིལ་ལ་བརྒྱ་ཆ་དྲུག་དང་ཚ་ལྔ་ལི་གི་འདུག་ཨ། ཨ་ནི་ས་ཚོང་དེ་ལ་ཡང་གལ་སྲིད་ལོ་བཅུ་ནང་ལོ་ལ་འདྲ་པར་རག་གི་ཡོད་ན་བརྒྱ་ཆ་བདུན་དང་ཚ་གཉིས་རེད། ཨ་ནི་བརྒྱ་ཆ་བདུན་དང་ཚ་གཉིས་ནས་ཨ་ནི་ཨེབ་ཀྲིལ་ལ་བརྒྱ་ཆ་དྲུག་དང་ཚ་ལྔ་རེད་བ་བརྒྱ་ཆ་ཚ་བདུན་གཅིག་ལས་མཐོ་བ་ཡོད་མ་རེད་ཁྱེད་རང་ཉེན་ཁ་ཆེན་པོ་ཞུགས་ནས Risk ཆེན་པོ་འདིའུ་ཅིག་ལེན་གི་ཡོད་རེད་བ། བྱས་ཙང་རྩིས་ཡིན་གྱི་མིན་གྱི་ག་བ་རེད་ད་ཁྱེད་རང་མ་འོངས་པ་ལ་ས་ཉོ་ཡས་ཡིན་ན་ཁང་པ་ཉོ་ཡས་ན་ཁྱེད་རང་ངའི་བསམ་ཚུལ་ལས་རེད་བ། རྩིས་ག་འདྲ་ཞིག་ཁྱག་གོ་ལྟ་ཏི་ངེད་ཀྱི་ང་རེད་ཀྱི་བསམ་ཚུལ་རེད་བོད་པའི་ཁོར་ཡུག་གི་སྤྱི་བཏང་བསམ་བློ་བཏང་བའི་ཐོག་ནས་ངའི་ལས་སྐྱོན་དང་འདི་ཡི་ཧྥོ་མུ་ལ་དེ་འདྲ་གལ་མ་རེད་རོ། གལ་སྲིད་ཁྱེད་རང་དེ་འདྲའི་བསམ་གྱི་འདུག་ཁྱེད་རང་དངུལ་བླུག་པ་དེ་ལོ་བདུན་ནང་ལོགས་ལ་ཡང་དངུལ་འདྲ་པར་ཆགས་ཀྱི་ཡོད་པ་ཡིན་ན་རོ། ལོ་བདུན་ནང་ལོགས་ལ་དངུལ་འདྲ་པར་ཆགས་ཀྱི་ཡོད་པ་ཡིན་ན།

འབུམ་བརྒྱ་ཆགས་ཡོང་དེ་འདྲའི་ཁོག་རྩིས་ཅི་ལྟར་སླེབས་དགོས་ཀྱི་རེད་བ་གང་ཚོང་གི་དུས་ཙམ་པར་དེ་འདྲའི་ཅིག་ཁོག་རྩིས་ནང་ལོག་གང་བརྟན་པོ་ཡོང་གི་འདུག་ན་ཨང་ཀི་བཟི་བ་ཡིན་ན་འགྲིག་གི་ཡོད་རེད་འདི་ངས་གར་ཅན་ལ་གི་ཡོད་རེད་ལོ་དུས་ཡུན་ལ་ན་ཏག་ཏག་རང་ཅག་ང་ཚོས་རྩིས་ཅིག་བརྒྱབ་རོགས་རུ་ལོབས་སེ་བནྡི་དྲུག་བདུན་བཅུ་དོན་གཉིས་དེ་ལ་ཡ་ཨ་ནི་དུས་ཡུན་ཅིག་ང་ཚོས་ཡོད་ཨང་ཀི་དུས་ལོ་དུས་ཡུན་རུ་བ་བདུན་བཅུ་དོན་གཉིས་དེ་ལ་ཡ་དུས་ཡུན་གི་བགོ་བཤའ་བརྒྱབ་པ་ཡིན་ན་ཕེ་ཨ་ནི་འདི་གི་འབྲས་བུ་དེ་རིས་ལ་ཏི་ཨེན་སེར་ཏི་ཨ།

དེ་བྱས་ནས་རུལ་ལོ་སེམས་ཁྲལ་དཀྲུག་དེ་ཡག་པོ་ཡོད་ད་རོ་ཨ་འདིས་ཟིག་གནང་ད་མ་ཤི་ནས་ས་སོང་ལ་ཡ་དེ་ང་ཚོ་ཏིས་ཨ་ད་དཔལ་འབྱོར་ལ་མཁས་བ་གི་མཁས་དབང་མང་པོ་ཅིག་ཨ་ད་དངུལ་གཅིག་བླུག་གུ་གུ་ན་དེ་ལ་ཡ་ལྟ་དགོས་ཁ་ག་ཤེད་བྱོས་དེ་ནང་ལོག་ནས་གལ་ཆེ་ཤོས་ཅིག་ལི་ཁུ་ཏི་ཏི་ལེགས་འདུག་ལི་ཁུ་ཏི་ཏི་ཡང་ན་དཔེ་ཤག་ཁྱེད་རང་གོ་དུས་རྩམ་པ་ལ་མང་བཏོན་བྱོས་བྱོས་ག་ཚོད་གོ་བ་དེ་བཏོན་བྱོས་བྱོས

སོ་སོ་གིས་སྒེར་གྱི་ཐོག་ནས་རོ་ལས་འགུལ་གང་མང་མང་ཅིག་ཡིན་གཅིག་མིན་གཅིག་ཅིག་ལས་འགུལ་ལ་ནི་ཡིན་གཅིག་མིན་གཅིག་ཅིག་ཨེམ་པའི་སི་ལ་འགྲོ་དགོས་ཡོད་མ་རེད་དེ་ཚོའི་སླད་ང་ཅར་རེ་ཅར་རེ་འབད་བརྩོན་བྱེད་ཀྱི་ཡིན་རོ་སྐད་རྒྱག་ཡ་དེ་ཚོ་ཡིན་པས་སོ་སོ་སྒེར་གྱི་ལས་འགུལ་དེ་འདྲ་རྒྱ་གར་ལ་འགྲེལ་བཤད་ཅིག་རྒྱག་དགོས་ཡོད་ན་རེ་བོད་ཀྱི་རྩ་དོན་སྐོར་ལ་འགྲེལ་བཤད་ཅིག་རྒྱག་དགོས་ཡོད་ན་རེ་རོ་དེ་འདྲའི་ང་ཚོ་ཚང་མས་ཅིག་གོ་གི་རེད་བསམ་གྱི་འདུག་ཁོ་རང་གིས་སོགས་དེ། ད་ག་ཟེ་ཞིག་གཅོད་ཡོད་མ་རེད་ད་ཁྱེད་རང་ངའི་ཆེད་དུ་གཅོད་འགྲོ་བ་ཁྱེད་རང་ཚོས་གཅོད་འགྲོ་བ་ནི་ངས་ད་ག་ཟེ་ད་དགོངས་ཀྱི་མེད་ཟེར་བ་བཀའ་སློབ་བསྒྲོད་ཆགས་ས་དེ་ཞུ་ཅིག་གི་འདི་གང་ལ་ཡ་བཤད་དགོས་མི་འདུག་དེང་སང་ངོ་དེབ་ནང་ལོག་ལི་ཡ་མི་ཚང་མ་འགྲོ་ཅིག་ཁོང་གི་མཚན་དེ་ཁེབས་པའི་དོན་ནི་བིད་ཀྲོ་མང་པོ་བཟོས་ཀྱི་འདུག་ད་ང་དེ་ད་རིང་འདི་ད་ང་རེ་གི་ཆ་ནས་ཁོ་རང་ལི་ཡ་ནི་ཁྲི་འབུད་འགྲོ་ཅིག་ཐེངས་མ་ཐ་མ་དེ་ཡིན་རོ་ཡིན་སེམས་པའི་ནང་ལོག་ལི་ཅང་བསྡད་ཀྱི་འདུག་མི་ཚེ་གང་ཟག་ཅིག་ཁོ་རང་གི།